མཛའ་བརྩེ་དང་ལྡན་པའི་རྒྱ་ཆེའི་བོད་རིགས་མི་མང་ལ་ཡང་གུས་པའི་སྙིང་དབུས་ནས་དང་པོ་ཐོག་མ་དེ་ལ་ཡང་འཚམས་འདྲི་དང། དམིགས་བསལ་གྱིས་ང་རང་ཚོ་དག་རང་ཅག་བོད་མི་ཡོངས་ཀྱིས་ལྟ་བའི་མིག་དང་ཁོག་བོད་མྱི་སྤྱི་ནོར་ཁོང་ས་སྐྱབས་མགོན་ཡེ་ཤེས་ནོར་བུ་མཆོག་ལ་ཡང་སྒོ་གསུམ་གུས་ཕྱག་སྔོན་དུ་བཏང་བའི་ཐོག་ནས། ད་ག་ནང་བཞིན་གྱི་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཕྱིའི་བླ་ན་མ་མཆིས་པ་གྱི། མཁས་དབང་དཔལ་ལྡན་བློ་བཟང་སེང་གེ་མཆོག་ལགས་ཡང་གུས་འདུད་དང་ད་ནང་བཞིན་འཛིན་སྐྱོང་བཀའ་ཤག་བཅས་པ་ལ་ཡང་འཚམས་འདྲི་དང་ལོ་གསར་བའི་འཚམས་འདྲི། ཨ་ད་ནང་བཞིན་གྱི་ཕྱག་ལས་གང་གནང་བ་དེ་དག་ཐམས་ཅད་ནི་བསམ་དོན་ཡིད་བཞིན་དུ་འགྲུབ་པའི་གི་བཀྲ་ཤིས་མ་ལོ་འདུག་ཅིག་ཞུ་བ་ཡིན། ད་ད་རིང་ངས་འདིའི་ནང་ལོ་ཞོ་ཡག་དེ་ག་རེ་རེད་ས་སོ་ན་སྤྱི་ལོ་ཉིས་སྟོང་ཉི་ཤོ། ནང་ལོག་དག་ཨ་ནི་ཅིག་ལོ་གསར་བ་དེ་ཤར་བ་རེད་ལོ་གསར་བ་དེ་ཤར་ཡོང་དུས་སྤྱི་ཡོངས་ནས་ང་རང་ཚོ་བོད་མའི། རྩམ་ཟན་ཡོད་དོ་ཅོག་ཚང་མ་ལོ་ལ་ཡ་སོ་སོའི་མི་རིགས་ལ་ཤ་ཞེན་མེད་བ་དང། སོ་སོའི་མི་རིགས་ལ་དགའ་ཞེན་མེད་བ་དེ་འདྲས་མ་རེད་ཚང་མ་ལོ་ལ་ཡ། རང་དོན་རང་གཅེས་ཟེར་ནས་ཡོང་གི་ཡོད་རེད་ད་ཡིན་ན་ཡང་འདིའི་ནང་ལོག་ལ་ཡ་ཅིག་མི་ངན་རེ་ཟུང་རེ་ཟུང། དམིགས་བསལ་གྱི་ཡ་ད་ལྟའི་ངའི་སྤེན་པ་ཚེ་རིང། ནག་རི། ལྟ་བུ་ཆགས་བཞག་བ་ཡིན་ན་ག་སྲིད་ངན་པ་ཀུན་ཚོང་གི་ཐོག་ལ་ཡ་ཨ་ནི། Canada Toronto གི་ཨ་ནི་ཚོགས་ཁང། གངས་ལྗོངས་ཆོས་ལྡན་གླིང་ནག་ལོར་ཡང་ནི་ཁོག་གི་གཏམ་བཤད་ཞིབ་ཅིག་བྱས་ཡོད། ཁམས་ཆོས་ཨང་ཉི་ཤུ་པའི་ཐ་མའི་མཇུག་བསྡོམས་ཀྱི་གསལ་བསྒྲགས་ཡང་ཞིབ་ཅིག་བྱས་ཡོད་ཟེར་ནས། ཨོ་དེ་འདྲའི་ཡང་ནི་ཅིག་རྒྱ་ཕྲོག་ཕུད་ཕྲོག་རེ་བ་ཅིག་བྱས་སོང་སྟེ་ཡིན་ནའི་མཐའ་མ་དེ་ལ་ཡང། གངས་ལྗོངས་ཆོས་ལྡན་གླིང་གི་ཡང་ནི་ཚོགས་གཙོ་དང་དགའ་ན་བཞིན་རྒྱུན་ལས་རྣམ་པ། ཚང་མ་ལོ་གཅིག་སྤྱི་སེམས་ཡོད་པ་ཅིག་དང་དགའ་ན་བཞིན་གྱིས། མི་མང་གི་ཐོག་ལ་ཡང། ཅིག་གར་ཚོགས་རེ་ཟིང་ཅང་མ་ཡོང་བ། སྤྱི་ཚོགས་ནང་ན་རྙོག་གླེང་ཡོད་པའི་མི་ཅིག་དེའི་གཏམ་བཤད་བྱེད་ཡག་གི་དེ་གོ་སྐབས་དེ་གས་མ་སོང་ན་མ་བྲལ་བ་དེ་ཡག་པོ་ཞུ་ཅིག་བྱུང་བ་རེད་ཤོད་འདུག་ཅིག་ཡིན། ག་རེ་ཟེར་ཚོད་ན་སྤྱི་བཏང་ནི་ང་ར་ཚོ་ཀྲོ་རིན་ཀྲོ་ནང་ལོག་ལ་ཡག་བོད་མི་མང་ཆེ་བ་ལ་ཞུ་ཡག་ག་ཡོད་ཡོད་མ་རེད་ད་འདི་ནང་ལོག་ལ་ཡག་ཅིག་ཀྲོ་རིན་ཀྲོ་ནང་ལོག་ལ་ཆ་བཞག་པ་ཡིན་ན་ད། ས་ཁུལ་སྙོམས་ཚོང་ལ་དེའུ་འབུར་ཐོན་ཟེར་བ་ནང་བཞིན་བྱས་རྗེས་ད་སྤེན་པ་ཚེ་རིང་གི་ཕྱོགས་གཏོགས་ཁག་ཅིག་ཡོད་རེད་དེ་ཚོའི་གྲས་མང་ཆེ་བ་དེ་ག་རེ་རེད་ཟེར་སོང་ན། གཞིས་ཆགས་ནང་ལོགས་ལ་ཡ་གཅིག་ཕྱི་རྒྱལ་དེ་བ་དང་དེ་བ་ལ་ཡ་དང་མགོ་དེ་དྲན་འཕྲུལ་ཆས་སླེབས། ཨ་རི་དེ་བ་སླེབས་ཨ་རིའི་ནང་ལོགས་ལ་ཡ་ཨ་རི་གཞུང་ལ་སྐྱག་རྫུན་བཤད་རྗེས་སྐྱག་རྫུན་དེ་ཁུངས་མ་བསྒྱུར་བ་བྱས། ཁྲིམས་གུ་ཐོག་ནས་མ་བཏང་ཁྲིམས་གུ་ཐོག་ལ་ཡ་བཏང་དུས། ད་དེ་ལ་ཡ་དཔང་རྟགས་པུ་རུབ་སི་མེད་པ་ཡིན་ཙང་ཁ་ན་དྲ་ཕག་ཕྱིན་རྗེས་སྐྱབས་བཅོལ་འོ་འདི་འདྲས་ཞུས་དེ་ཉིད་ད་འོ་མིན་ན་དེ་ཚོའི་གྲས་དེ་ཆགས་དེ་ག་དུ་བ་ཁག་ཅིག་འདུག་འོ་འདི་འདྲས་རེད་དེ་ཤ་ཁོང་ཚོའི་གྲས་ཨ་ནེ་ཅིག་སྤེན་པ་ཚེ་རིང་ལ་ཡ། རྒྱབ་སྐྱོར་བྱེད་ཡ་དེ་ཁོང་ཚོ་ཨ་ནེ་ཅིག། སྤེན་པ་ཚེ་རིང་ལ་ཨ་ནེ་ཤེས་ཡོན་དང་རིག་གནས་འཇོན་ཐང་མི་རིགས་ལ་ལྷག་བསམ་ཡོད་པའི་ཐོག་ནས་རྒྱབ་སྐྱོར་བྱེད་པ་གལ་རེད་མེད་འདུག། ཁོ་རང་ཚོ་ཡ་གྲོང་པ་ཁྱིམ་འཛིན་བཟོ་འདྲ་བོ་དང་ཆང་ཨ་རག་བཏུང་རོགས་བཟོ་འདྲ་བོ་དང་དཔོན་དང་ཉལ་ལ་ཉལ་ཁུག་བཟོ་འདྲ་བོ་དེ་འདྲས་ཀྱི་མི་ངན་ཁག་ཅིག་ཆགས་འདུག་གདོད་འོག་གནས་སྟངས་དེ་འདྲས་ཀྱི་རེད་དེ་ཞར་ཞོད་ཅིག་ཡིན། གཅིག་མི་རིགས་ཀྱི་ཐོག་ལ་ཡང་ཨ་ནེ་ཞབས་ཀྱི་ཞུ་སྙན་དང་མི་རིགས་ཀྱི་ཐོག་ལ་ཡང་རྣམ་དཔྱོད་ཀྱི་རྩལ་སྟོན་བཅས་རིག་གནས་དང་དེ་འབྲེལ་གྱི་གཅིག་འཇོན་ཐང་ཡོད་པའི་མི་སྤེན་པ་ཚེ་རིང་གི་རྒྱབ་སྐྱོར་ནང་ན། རྩ་བ་ཉིད་ནས་མཐོང་ཡག་ཟིག་མི་འདུག་ཞོལ་གཅིག་ཡིན་ཁོང་ཚོས་ཁ་ལ་ག་རེ་འཁེལ་ཡོང་གི་འདུག་ཟེར་ན། ཆོལ་ཁའི་ཞེན་ཁོག་སྐམ་པོ་ཅིག་ཁེལ་རྗེས་ཡང་ཨ་ནེ་ཡོང་བ་འདི་འདྲས་ཀྱི་ཐོག་ནས་རྙོག་དྲ་བཟོ་ཡོང་གི་འདུག་བ་དེ་ཡག་པོ་རྩ་བ་ཉིད་ནས་མ་རེད་ཞོལ་གདུགས་གཅིག་ཡིན། ད་གང་ལྟར་ཨ་ནེ་འདིའི་སྐད་ཆ་སྤེན་པ་ཚེ་རིང་གི་རྒྱ་བཤད་རྒྱུ་ཡོད་མེད་མཐོང་བཤད་རྒྱུ་ཡོད་པ་ནི་དོན་དག་ངོ་མ་དེ་སྤེན་པ་ཚེ་རིང་གི་རྡོ་རིལ་དེ་སྐད་མ་ཚོར་ན་ཆ་ཚང་དེ་སྟོན་པ་རེད། སྟོན་པ་ཙམ་དུ་མ་ཟད་ཁོ་རང་ལ་ཡང་རྒྱབ་སྐྱོར་བྱེད་ཉིན་གྱི་གང་ཟག་ད་ཆོལ་ཁའི་ཞེན་ཁོག་གང་བུ་ཁེག་དེ་ཡིན་མི་ངན་ཀླད་སྟོང་བ་ཁ་ཤས་ཅིག་འོ་བསྡུ་རུབ་བྱས་བྱས་ནས་མཐའ་མ་དེ་ལ་ཡ་ཁུང་རྩ་དོན་གླིང་སེང་ཉིང་ཚོགས་པ་རང་བོ་དེ་རེད་བཙུགས། འདྲ་དམན་སྣ་ཚོགས་བྱས་བྱས་ད་ལྟ་བར་དུ་ལ་སྤྱི་ཚོགས་ནང་ཟང་ཟིང་སྣ་ཚོགས་བཟོས། སྐུ་མདུན་ཡིད་བཞིན་ནོར་བུ་ཐུགས་ཕམ་ཡོང་ཡ་དང་ད་ག་ནང་བཞིན་གྱི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་བཀའ་ཤག་དང་བཅས་པ་ཆ་ཚང་ལོག་ལ་ཡ་ཅིག་ནག་པོ་སོགས་ཨ་དུབ་ལྟ་བྱས་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་བྱས་དེ་འདྲས་ཀྱི་ད་བྱ་ངན་ལས་ངན་འོ་དེ་འདྲས་ཅིག་བྱས་པ་རེད། ད་དེ་འདྲ་ཡིན་དུས་རྒྱ་ཆེའི་བོད་རིགས་མི་དམངས་ཚང་མ་ལ་ལྐུག་པ་མ་རེད་ལ། ཨོ། གླེན་པ་མ་རེད་ལ། འཁྲུལ་བ་མ་རེད། ཚང་མ་ལ་བོ་ཤེས་གི་ཡོད་རེད་ཁ་ར་ཡ་ས་སུ་ན་སྤུན་པ་ཚེ་རིང་གི་ད། སོ་སོའི་གེར་གྱི་རྐུབ་བཀྱག་གི་དོན་དག་ལ་ཡ། ད་སྤྱི་ཚོགས་ནང་ལོག་ལ་ཡ། ངན་པ་དཔུང་སྒྲིག་བྱས་བྱས། ཆོལ་ཁའི་ཞེན་ཁོག་སྐམ་པོ་ཁིལ་ཡོད་བྱས་བྱས་དེའི་ནང་ལོག་ལ་ཨ་མདོ་ཁག་ཅིག་ཁྲིད་ཡོང། ད་ནང་བཞིན་གྱི་ཨ་ནི་ཅིག་དབུས་གཙང་ནང་ལ་ཀླད་སྟོང་བ་ཁ་ཤས་ཅིག་ཁྲིད་བྱས་ནས་ད་དེ་འདྲའི་ད་ལྟའི་སྤྱི་ཚོགས་དེ་འདི་འདྲས་ཅིག་བཟོས་པ་རེད་རེད་བ། ད་ཡིན་ན་ཡང་དག་ཁོང་ཚོ་གིས་ག་རེ་སྨྲ་ག་རེ་བཟོས་པ་ཡིན་ན་ཅིག་ང་རང་ཚོ། གཞི་རྩ་དེ་སྐད་མ་གསུང་ན་སྐྱབས་མགོན་རྒྱ་བོ་རིན་པོ་ཆེ་གིས་དབུ་ཁྲིད་པའི་འཛིན་སྐྱོང་བཀའ་ཤག་ལྷན་རྒྱས་ཀྱིས་ད་ལྟ་བར་དུ་བྱ་སྤོས་སྣོད་ཀྱི་སྒྲིག་འཛུགས་གཅིག་གི་འོག་ལ་གནས་བསྡད་ཀྱི་ཡོད་པ་ཡིན་ཙང། མི་ངན་ཁ་ཤས་ཅིག་གིས་ག་ཚོད་མ་གོ་ག་ཚོད་ཁྲབ་པ་ཡིན་ན་ཡང་ཨ་ནི་བཙན་བྱོལ་བོད་མིའི་སྤྱི་ཚོགས་དེ། ཨ་ནི་ཅིག། འོ། གཏོར་ཐོབ་ཡ་མེད་པ་དེ་གསལ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ཉིད་རྩ་ཆེན་པོ་གཅིག་དང། ལྷག་དོན་དུ་ཡང་སྐུ་མདུན་ཡིད་བཞིན་ནོར་བུའི་བཀའ་སློབ་ལམ་སྟོན་ཕེབས་པ་ནང་བཞིན་བྱས་བྱས། ཨ་ནི་ཆབ་སྲིད་ཀྱི་སྐུ་དབང་ཡོངས་སུ་རྫོགས་པ་ཡ་དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་ལ་ཡ། རིང་ནས་སྙིང་དུ་བརྣག་པའི་འདུལ་བའི་དོན་ཟེར་བྱས་ནས་རྩིས་སྤྲད་པ་ནང་བཞིན་ཞིག་ད་ལྟ་བར་དུ་ལ་ད་ཡ་ཐག་ཆོད་ཅིག་བྱུང་བསྡད་ཀྱི་ཡོད་རེད། འོ་དེ་འདྲས་ཡོད་དུས་ད། དེ་ལ་ཡང་ང་རང་ཚོ་རྒྱབ་སྐྱོར་བྱེད་དགོས་ཡོད་རེད་ལ་ཡ་དེ་ལ་ཡང་ང་རང་ཚོ་གི་ཨ་ནི། དུས་དང་རྣམ་པ་ཀུན་ཏུ་ལ་ཡ་ཨ་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་ཟེར་ནི་མི་འདུག་ད་དེ་སྒྲིག་འཛུགས་དེ་ང་རང་ཚོ་སྲ་བརྟན་ཅིག་ཡོང་ཡ་ལ་ཡ། ང་རང་ཚོ་ཡོད་དོ་ཅོག་ལ་ཡང་ལས་འགན་ཡོད་རེད་པ་དེ་ཡིན་དུས་ཚང་མ་ལོག་གི། ད་ལྟ་བར་དུ་ལ་ཡ་དཔལ་ལྡན་སྲིད་སྐྱོང་དང་གོང་ས་མཆོག། བཀའ་སློབ་ལམ་སྟོན་འོག་ལ་ཤར་སྐྱོད་ཕྱིན་པ་དེ་ང་རང་ཚོ་གི་གཟི་བརྗིད་ཅིག་རེད། སྐུ་མདུན་གྱི་བཀའ་ལ་ཡང་གྱེན་ལྡོག་བྱས་རྗེས་སོ་སོའི་གར་གྱི་རྐུབ་བཀྱག་གི་དོན་དག་ལ་རྒྱུགས་དེ་ཉིན། དཔོན་འབངས་ཚེ་རིང་གི་ཕྱོགས་གཏོགས་དེ་ཚོ་ཁྲི་ལ་ཕམ་ཉེས་བཞི་བོ་ཅིག་བྱུང་བར་བ། ཕམ་ཉེས་དེ་ག་རེ་བྱུང་བ་རེད་ཟེར་ལབ་པ་ཡིན་ན། དང་པོ་ཡང། སྤྱི་འཐུས་ཀྱི་ཚོགས་གཙོའི་གྱི་རྐུབ་བཀྱག་དེ་བཞག་རྗེས་སྲིད་སྐྱོང་རྐུབ་བཀྱག་ལ་ཐང་བཀག་བྱས། དེ་ལ་མི་མང་གི་རྒྱབ་སྐྱོར་མ་རག་བ་ཞིག་ཕམ་ཉེས་གཅིག་ཕྱིན་པ་རེད། ད་གཉིས་པ་དེ་ལ་ཡག། ག་རེ་རེད་ས་སོ་ན། དུས་མཇུག་གི་ཐོག་ལ་ཡག་བསྐོ་བཞག་བྱས་པ་དེ་ལ་ཡག། འདིའི་ཐོག་ལ་ཡག་ཨན་དུས་མཇུག་གི་ལས་ཀ་དེ། ཡག་པོ་ཅིག་རྩ་བ་ཉིད་ནས་སྒྲུབ་གི་མེད་པ་ཅིག་དང། ཡིད་ཆེས་བློ་གཏད་མེད་པའི་ཀྱི་ལས་ཀ་དེ་འདྲས་བྱས་པ་རྒྱུ་མཚན་ལ་བརྟེན་ཅིང་དུས་མཇུག་དུས་མཇུག་གི་ཨ་ནི་ལས་གནས་དེ་མ་ཕྱིར་འབུད་བཏང་བར་བ་དེ་ཕམ་གཉིས་གཉིས་པ་དེ་རེད། ད་གསུམ་པ་དེ་ལ་ག་རེ་རེད་ཟེར་སོང་ད་ཁོ་རང་ཚོ་གི་མདོག་སྐྱ་དེ་སྐད་མ་བཟོ་ན་ཁོ་ལ་རྒྱབ་སྐྱོར་བྱེད་ཉན་གི་མི་སུ་སུ་ཡིན་མེད། ཆོལ་ཁ་ག་ནས་ཡོང་གི་ཡོད་མེད་སྤྱི་ཚོགས་ནང་དཀྲུག་ཤིང་རྒྱག་ཉན་མེད་སུ་འདྲ་གི་ཡིན་མེད་ཚུལ་དྲི་ངོ་རྟགས་དེ་སྐད་མ་བཟོ་ཚང་མ་གཅིག་གཟེ་འུ་ཆོད་པ་ཡིན་ཙང་ད་ཁོང་ཚོའི་ཕམ་ཉེས་དེ་སྐད་མ་བཟོ་ན་འོ་ད་གནས་སྟངས་དེ་འདྲའི་ཆགས་ཡོང་གི་ཡོད་རེད་དེ་འདྲའི་ཡིན་དུས། ད་འབྱུང་འགྱུར་མ་འོངས་པའི་ནང་ལ་ང་རང་ཚོ་དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་ལོ་གཅིག་གཉིས་ནང་ལོགས་ལ་འཁྱུད་འགྲོ་གི་རེད། དེ་ཡིན་དུས་མ་འོངས་པའི་ནང་ལོགས་ལ་ཡང་ང་རང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་སྲིད་སྐྱོང་ཅན་གདམ་དགོས་ཀྱི་ཡོད་རེད། དེ་འདྲས་གདམ་དུས་ཡང་ང་རང་ཚོས་ད་ལྟ་འདིའི་སྤྱི་ཚོགས་ནང་ལ་ཉམས་མྱོང་མང་པོ་ཞིག་བསགས་པ་ཡིན་ཙང། སྤེན་པ་ཚེ་རིང་ཕྱོགས་སུ་གཏོགས་དགོས་གི་མི་ངན། ཀླད་སྟོང་པ་ཆོལ་ཁ་ཞེན་ཁོག་སྐམ་པོ་ཁ་ལ་འཁྱིལ་རྒྱུ་ཡིན་གང་ཟག་དེ་ཚོའི་གྲས་དུ་རྩ་བ་རྙེད་ནས་དེ་ཚོའི་གྲས་འདྲེ་ལག་རྐྱང་བཅུག་རྒྱུ་མེད་པ་དེ་རྟགས་རྒྱ་ཆེ་བོད་རིགས་མི་དམངས་ཀྱི་སེམས་ལ་ངེས་བར་དུ་བཞག་དགོས་དེ་གལ་ཆེན་པོ་ཤི་བོ་ཅི་རེད། ང་རང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ཟེར་འདིའི་ནང་ལོགས་ལ་ཡ་ང་རང་ཚོ་དགའ་དགའ་སྤྲོ་སྤྲོ་བྱེད་ཡ་ཅིག་དང་ཟ་རྒྱུ་འཐུང་རྒྱུ་ཅིག་ཡོད་པ་ནི་ང་རང་ཚོ་འགྲིག་གི་ཡོད་རེད། ང་རང་ཚོ་ལ་ལབ་རྒྱུ་གླེང་རྒྱུ་དེ་མེད་པ་ཅིག་གོ་གི་ཡོད་རེད། ང་རང་ཚོ་ནང་ཁུལ་ལ་ཡ་ནི་ཅིག། མགོ་ཡོད་པ་ཅིག་དང་གཞུག་ཡོད་པ་ཅིག་གོ་གི་ཡོད་རེད་མ་གཏོགས་ཅི་ལ་ཡ་ཆོལ་ཁ་གཅིག་ཁ་ལ་འཁེལ་ཡོང་ཞེས་དེ་ཞི་བོ་ཅིག་ཡིན་འདུག་འདུག་བྱས་པ་ཡིན་ན་དེ་རྩ་བ་ཉིད་ནས་སྡིག་སྒྲ་མེད་པ་ཅིག་རེད། དེ་འདྲས་ཡིན་དུས་ད་ལྟ་བར་དུ་ང་རང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་དེ་ལོ་ངོ་དྲུག་ཅུའི་ནང་ལོགས་ན་ཡ། ད་ལྟ་བར་དུ་ཆོལ་ཁའི་ཞེན་ཁོག་སྐམ་པོ་འཁེལ་ཆེད་སྤྱི་ཚོགས་ནང་ཕུ་དཀྲུག་མདའ་དཀྲུག་བྱེད་ཆེད་འདི་འདྲས་རྒྱུག་ཅེས་སོ་སོའི་སྒེར་གྱི། ཨ་ནི། ལྟོ་གོས་ཀྱི་དོན་དག་ལ་འདི་འདྲས་རྒྱུག་དེ་ཉིན་གྱི་སྤེན་པ་ཚེ་རིང་མཆོག་ཐོག་འདི་མ་གཏོགས་ཅི་ལ་རྩ་བ་ཉིད་ནས་བྱུང་མྱོང་མེད་པ་ཅིག་རེད། དེ་འདྲས་ཡིན་དུས། གནས་སྟངས་དེ་འདྲས་གཅིག་གི་འོག་ནས་ང་རང་ཚོ་རྒྱ་ཆེའི་བོད་རིགས་མི་མང་ཚང་མ་ལ་བསམ་བློ་ཡག་པོ་ཞིག་བཏང་ཆེད་འབྱུང་འགྱུར་མ་འོངས་པའི་ནང་ལ་ང་རང་ཚོ། པ་འདི་མཁས་དབང་བློ་བཟང་སེང་གེ་ནང་བཞིན་ཇི་ལྟར་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡོང་གི་ཡོད་ན་མ་ན། དེ་འདྲའི་སློབ་སྦྱོང་དང་འཇོན་ཐང་དང་ཤེས་ཡོན་དང་ལྷག་བསམ་དང། དངོས་གནས་འཛམ་བུ་གླིང་གི་དཔོན་རིགས་དེ་མཉམ་ཐོར་ལ་ཡར་བསྐྱལ་ཏེ་དངོས་གནས་དྲ་གནས་ཀྱི་དཔུང་པ་མཉམ་བཞེས་བྱས་ནས་བོད་མིའི་བདེ་སྡུག་དེའི་སྐད་ཆ་བཤད་ཐུབ་ཉིན། དེ་འདྲས་ཡོང་ཐུབ་ཀྱི་ཡོད་མེད་དེ་གང་མ་ཤེས་ཏེ། ཡིན་ན་ཡང་ད་ཧང་ཐར་ཅིག། འདམ་ནི་གཅིག་གུ་གུར་བ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལོ་ལ་ཡ་གཅིག། མི་ལ་ཅིག་འདམ་ཡོང་དུས། འོ། གནས་སྟངས་དེ་འདྲའི་གཅིག་གི་འོག་ནས་ང་རང་ཚོ་བསམ་བློ་ཡག་པོ་ཞིག་བཏང་བྱས་ནས། འོ་འདམ་དགོས་ཏེ་གལ་ཆེན་པོ་ཞིག་བུ་ཅིག་རེད་ཞུ་གི་ཡིན་ངས་འདི་ནས་ཆོལ་ཁ་ཆོས་ལུགས་ལུང་ཚན་གྱི་ཐོག་ལ་ཡ་ངས་ཨ་ནི་འཇིགས་དཀྲུགས་ཤིང་རྒྱག་པ་ག་ཡི་མ་རེད། དཔེར་ན་སྤེན་པ་ཚེ་རིང་ནག་རིལ་ཁོང་ཚོའི་གི་ཕྱོགས་གཏོགས་དུས་ཚོད་འདྲེས་ཀྱི་ཆོལ་ཁའི་ཞེན་ཁོག་སྐམ་པོ་ཁྱེད་ཀྱིས་དཀྲུགས་ཤིང་ཤིག་བུ་རྒྱག་གི་འདུག་དེ་དཔེར་མ་ཚིག་ནོར་འཁྲུལ་ཆེན་པོ་ཞིག་བུ་ཅི་རེད་བ། སྐྱབས་མགོན་རྒྱ་བ་རིན་པོ་ཆེ་དུས་དང་རྣམ་པར་བཀོད་འདུག་ལ་ཡ། ཆོས་སྐལ་ཞེན་ཁོག་ཁྱིལ་མ་ཡོང་ཟེར་ཅིག། བཀའ་སློབ་རབ་དང་རིམ་པ་འཕེལ་གྱི་ཡོད་རེད་བ། འཕེལ་ཡ་དེ་རྒྱུ་མཚན་གནད་འགག་ཡོད་རེད་ཁ་ཤས་ཀྱི་ཆོས་སྐལ་ཞེན་ཁོག་སྐམ་པོ་ཁྱིལ་བྱས་ནས། དེ་འདྲའི་སྤྱི་ཚོགས་ནང་ལོག་ལ་ཟང་ཟིང་བཟོ་གི་ཡོད་བ། ཏན་ཏན་མཁྱེན་རྟོགས་ཡོང་བའི། མཁྱེན་གྱི་ཡོད་བ་ཡིན་ཙང། གནས་སྟངས་དེ་འདྲའི་ཅིག་གི་འོག་ནས་སྤྱི་ཡོངས་ལ་མ་བཀའ་སློབ་འཕེལ་ཡོང་གི་ཡོད་རེད་བ། དེ་འདྲའི་ཅིག་ཡོང་གི་ཡོད་རེད། ང་རང་ཚོས་ཆོས་སྐལ་གྱི་སྐད་ཆ་བཤད་དགོས་ཀྱི་ཡོད་བ་ཡིན་ན། ད་ལྟ་བར་དུ་ཡ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་འདིའི་ནང་ལོགས་ལ་ཡ། ཆོལ་ཁ་གསུམ་ཟེར་བཤད་བསྡད་ཀྱི་ཡོག་རེད། མདོ་སྟོད་མདོ་སྨད་འོས་ཙང་ཡ་ནས་བྱས། མདོ་སྟོད་ཀྱི་ཐོག་ནས་ད་ལྟ་བར་དུ་དཀའ་ལས་རྒྱག་བཞག་བ་དེ་ཚོ་ང་རང་ཚོ་གཅིག། ཨ་ནི་ཆོལ་ཁ་གཞན་པ་གཉིས་ཀྱི་ཐོག་ནས་ཡ་དཀའ་ལས་རྒྱག་བཞག་བ་དེ་བསྡུར་བ་ཡིན་ན་གནམ་དང་ས་འདྲ་བོ་ཅིག་ཤོར་བསྡད་ཀྱི་ཡོག་རེད་ཟེར་ཞུ་བ་ཡིན་དྲང་པོ་ཡིན་ད།

དེ་འདྲས་ཡོད་དུས། ང་རང་ཚོ་གཅིག་ཆོས་ཁའི་ཐོག་ནས་ཞེན་ཁོག་བྱེད་བྱེད་དེ་འདྲས་ཀྱི་སྐད་ཆ་བཤད་ཀྱི་ཡོད་པ་ཡིན་ན་ང་འུ་ཚང་བཀྲོལ་ཏུ་མ་བཏང་བ་ཡིན་ཙང་འུ་ཚང་ཞེན་ཁོག་བྱེད་དགོས་སྐོར་བ། དེ་ནི་ངས་འུ་ཚང་ཞེན་ཁོག་རྩ་བ་ཉིད་ནས་བྱེད་ཀྱི་མེད། བྱེད་དགོས་ཡག་གི། དོན་དག་ཡོད་མ་རེད་གནད་དོན་ཡོད་མ་རེད། དེ་ནི་སྤྱི་ཚོགས་ཆོས་ཁའི་ཞེན་ཁོག་སྐམ་པོ་ཅིག་འཁྱིལ་ཡོང་པ་ཡིན་ན་སྤེན་པ་ཚེ་རིང་ཁོང་ཚོའི་ཕྱོགས་སོ་ནང་བཞིན་གྱི་ཅིག་འཁྱིལ་ཡོང་པ་ནི་སྤྱི་ཚོགས་དཀྲུགས་ཤིང་ཀྱང་སྤྱི་ཚོགས་ནང་ལ་གཏོར་བཤིག་བཏང་རྗེས་བཙན་བྱོལ་བོད་མིའི་སྤྱི་ཚོགས་དེ་ད་གཏོར་བཤིག་བཏང་ཡག་གི་རེད། བསམ་ངན་སྦྱོར་ཚུལ་ཁོ་རང་རང་རེད་མ་གཏོགས་ཅི་ལ་ཡག་དོན་དངོས་ཐོག་ལ་ཡག་ཕན་པ་རྩ་བ་ཉིད་ནས་ཆགས་ཀྱི་མ་རེད་བ། དེ་འདྲས་ཡིན་པ་རྒྱུ་མཚན་ལ་བརྟེན་རྗེས་ང་ལ་ཡ་ཆོལ་ཁའི་ཞེན་ཁོག་སྐམ་པོ་ཟེར་དེ་རྩ་བ་ཉིད་ནས་མེད་ཡ་ཟེར་ནས་ཚིག་ཐག་ཆོད་པོའི་སྒོ་ནས་བཤད་ན་དེ་འདྲས་གཅིག་ཡིན། ད་ད་ལྟ་དེ་ཡ་ཨ་ནི་ད་རྒྱག་བཤད་ན་འདྲ་སྟོང་བཤད་པ་ཡིན་ན་འདྲ། ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ཨ་ནི་གཅིག། ལྔ་བཅུ་ང་དགུ་ལོ་ནས་ད་ཅིག། རྒྱ་གར་ས་ཐོག་ལ་སླེབས་པ་ནས་བཤད་བྱ་ད་ལྟ་བར་དུ་ལ་ཡ། ཅིག་ད་ཨ་མདར་རྒན་པས། ཅིག། རྒན་པ་བྱས་གཞོན་པས་གཞོན་པ་བྱས་བྱས་ད་ལྟ་བར་དུ་ལ་ཡ་ཕྱག་ལས་རབ་དང་རིམ་པར་གནང་བྱས་ད་ལྟའི། ཨ་ནི་ཅིག་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་ཁྲ་ད་ད་ཅིག་ཡོག་རེད། ལྷག་དོན་དུ་ཡ་དཔའ་འདེགས་མཁས་བ་བློ་བཟང་སེང་གེ་མཆོག་ཕེབས་པ་ནས་བྱས་བྱས་ང་རང་ཚོ་གངས་སྐྱིད་ལྟ་བུ་ཆགས་བཞག་བས་ན་གནམ་ས་བླ་འོག་ཏུ་འགྱུར་བ་ལྟ་བུའི་དགོས་ཧ་ལས་པའི་ཡར་རྒྱས་ཕུན་སུམ་ཚོགས་པ་འདི་འདྲས་ཅིག་བཏང་བཞག་ཡོག་རེད། ད་ག་ནང་བཞིན་གྱི་གཞིས་ཆགས་ཁག་ནང་ལོ་ཆགས་ཤར་བ་ཡིན་ན་སྨྱོན་མ་དར་བ་ཆགས་ཤར་བ་ཡིན་ན་གཅིག། ཐ་ན་རྒྱ་གར་ལུང་པའི་ནང་ལོགས་ལ་ཡང་དེའི་ཕྱོགས་ཀྱི་ཨར་སི་འདྲ་བོ་ཅིག་རིག་ནུས་ཆེ་དགའ་བོ་ཡོད་མེད་ལ་ལོ་རེར་ལོ་རེར་འགྲོ་ཆེད་ཕི་གེ་ལ་རྒྱ་གར་གྱི། ཨ་ནི་གཅིག། ཨ་མདའ་ཨར་སིའི་ལས་ཁུངས་དེ་བ་ལ་ཕྱིན་ཆེད་ཐེ་བོ་སློང་ཆེད་ད་ཉི་མ་ཉིན་གང་ཕི་གེ་ལ་ཁ་སྐམ་པོ་བཏབ་ཆེད་སྒུག་དགོས་ཀྱི་ཡོད་རེད། དེང་སང་དེ་དགོས་དགོས་ཀྱི་ཡོད་མ་རེད། དྲ་རྒྱ་གི་ཐོག་ནས་རེ་ནུས་བྱེད་ན་འགྲིག་གི་ཡོད་རེད། ད་ག་ནང་བཞིན་གྱི་ཡ་ནས་ལོ་རེ་རེར་འགྲོ་དགོས་ཀྱི་ཡོད་མ་རེད། ལོ་ལྔ་རེའི་ཐོག་ལ་དེ་འདྲས་བྱས་ན་འགྲིག་གི་ཡོད་རེད། ད་ག་ནང་བཞིན་གྱི་ཡ་ནས་གཞིས་ཆགས་ཁག་གི་ས་རྡོ་ལང་ཚིགས་ལྟ་བུ་ཆགས་བཞག་བ་ནས་གཉིས་མ་ད་ལོ་སྟོབས་ནག་དེ་འདྲ་གྱི་རེད་དེ། སོ་སོ་སྒེར་ལ་དག་གི་ཡོད་ཟེར་ནས་ཤུགས་ལྷེ་ལྷེ་བྱས་དོན་ཡང་ཡོད་མ་རེད། ད་འདའི་ཆ་ལ་དེ་ཚོ་ཆ་ཚང་ལོ་རྗེ་དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་གིས་དབུ་ཁྲིད་པའི་འཛིན་སྐྱོང་བཀའ་ཤག་ལྷན་རྒྱས་ཀྱི་འདི་འདྲའི་སྐུ་ལས་སྐྱོན་ཆ་ད་ལྟའི་ཆ་ལ་ཡ། ང་རང་ཚོ་དངོས་གནས་དྲ་ནས་མིའི་སྐྱི་ལ་དཔུང་པ་འཁྱགས་ཟིན་འགྲོ་ཐུབ་ཡག་ཡོལ་བ་ཞིག་བཟོས་བཞག་ཡོད་རེད། ད་ག་ནང་བཞིན་བོད་ནས་ཕྱིས་སུ་ཕེབས་ཡོད་མཁན་གསང་སྤྱོད་དུ་ཚུད་ཁྲལ་ཏེ་དངོས་གནས་དྲ་ནས་སྤྱི་བཏང་ནས་གསང་སྤྱོད་མང་ཆེ་ཡོན་ཡག་དེ་གྱ་བཞུ་གྱ་གཅིག་གྱ་གཉིས་གྱ་གསུམ་གྱ་བཞི་ནས་བཞེས་འགོ་ཚུགས་བྱས་ཡོང་པ་རེད། ཡིན་ན་ཡང། ཨ་ནི། དུས་ད་ལྟ་བར་དུ་ལ་དཔའ་འདའི་མཁས་དབང་བློ་བཟང་སེང་གེ་མཆོག་གིས། ད་ད་ད། གསང་སྤྱོད་ཚོ་ལ་ཡ། བདེ་གསལ་གྱིས་དངོས་གནས་སོ་སོ་རྐུབ་བཙུགས་ཚད་ཀྱི་ཁང་པ་དེ་བྱེ་བ་ཆ་ཚང་བློ་བདེ་བདེ། འདི་འདྲས་ཀྱི་མཐུན་འགྱུར་གནང་ཡོང་གི་ཡོད་རེད་འཛིན་སྐྱོང་བཀའ་ཤག་ལྷན་རྒྱས་སུ་དཀའ་ལས་བརྒྱབ་ནས། དེ་འདྲས་ཡིན་དུས་ད་དེ་ཚོའི་གྲས་དང་བསམ་བློ་གཏང་དགོས་རེད་བ། ང་རང་ཚོ་དམིགས་ཀྱི་ཡོད་རེད་ཨམ་འཇོག་ཡོད་རེད་ཚང་མ་བལྟ་ཡི་རེད། སྤེན་པ་ཚེ་རིང་ནག་རིལ་ཕི་གེ་ལ་ཡག་རྡ་རམ་ས་གངས་སྐྱིད་ལོ་ཉི་ཤུ་སྤྲིང་མོ་ཟེར་བཞིན་དེ་ད་ལྟ་བར་དུ་ག་རེ་བྱས་ཚོད་དགོས། འཇོན་ཐང་ཤིག་ཏུ་ཡོད་མ་རེད། འདི་འདྲའི་གི་ལྷག་བསམ་ཟེར་ཡ་དེ་ག་གལ་ཆེ་མེད་བ་སྤྱི་ཚོགས་ནང་གཏོར་ཤིག་བཏང་རྗེས་ད་དུང་རྒྱ་བ་རོང་པོ་ཆེ་ནས་ཅིག་ཁ་ལ་འཁྱིལ་དགོས་རྒྱ་བ་རོང་པོ་ཆེ་ལ་དད་པ་དང་ཡིད་ཆེས་མེད་བའི་གང་ཟག་ཅིག་གིས་རྒྱ་བ་རོང་པོ་ཆེ་ཁ་ལ་འཁྱིལ་ཡོང་པ་ཡིན་ན་འགྲིག་གི་རེད་བ་དེ་འགྲིག་གི་མ་རེད་བ། རྒྱ་བ་རོང་པོ་ཆེ་གི་ཅི་གསུང་བཀའ་ཞིག་གྲུབ་ཀི་ཡོད་བ་ན་ཁོ་རང་ནང་མི་དེ་ཨ་ནི་སྤུན་རྒྱ་མཚོ་ཚང་མ་ལོ་ཡ་ནི་ག་ཟག་ཁ་ལ་མ་བི་ཁྲམ་པ་ཁྲབ་ཆེ་ང་ཚོ་བོད་ནས་ཡོང་རྒྱོ་ཡིན་ཟེར་ཆེ་ད་ཁ་ན་དྲ་ལ་ད་བར་སྐྱབས་བཅོལ་བྱེད་ཆེ་དེ་འདྲའི་གནས་སྟངས་དེ་འདྲའི་ཅིག་མ་བི་ག་འདྲའི་དེ་ཚོ་བཤད་ཤེས་བ་དེ་ཚོ་བྲེལ་ཏེ་རྒྱ་བ་རོང་པོ་ཆེ་ག་ལ་བརྩི་གི་ཡོད་ན་དེ་འདྲའི་བཤད་ན་འགྲིག་གི་རེད་བ་དེ། གནས་སྟངས་དེ་འདྲས་ཆགས་ཐུབ་ཡོད་སྤེན་པ་ཚེ་རིང་ཕྱོགས་གཏོགས་དང་ཁོ་རང་ཚོ་ནང་མི་རྒྱས་འབྲེལ་དུ་བཅར་བ་དེ་ཚོའི་གྲས་གནས་སྟངས་དེ་འདྲས་ཀྱི་རེད། དེ་ཚོའི་གྲས་ཀྱི་རེ་རེ་ཙུག་ཙུག་གིས་དོ་ཧོག་ཐོག་ལ་ཡ་ནས་ཙུག་ཙུག་ཚོས་ཤེས་དགོས་པ་ཡོད་ན་ཤེས་ཡག་གིས་སོ་སོ་ལ་ཡ་ནས་ཅིག་སྤོ་བ་དང་སྡིགས་མཛུབ་ཆེན་པོ་ཞུ་བ་ཅིག་ཡོད་ཟེར་ན་ངས་ཞུ་ཡ་དེ་འདྲས་ཅིག་ཡིན། སྤྱི་བའི་ཐོག་ལ་ཡ་ནས་ཅིག་སེམས་ཤུགས་དང་དྲང་བདེན་དང་ལྷག་བསམ་རྒྱ་བ་རོང་པོ་ཅིག་ཅི་གསུང་བཀའ་ཞིག་སྒྲུབ་ཀྱི་ཡོད་པ་ཡིན་ན། དེ་འདྲས་ཀྱི་མ་བིའི་ཁྲམ་པ་དེ་འདྲས་སོ་སོའི་ལྟོ་གོས་ཐོན་ལ་ཤེས་དགོས་ཡག་གི་གཞི་རྩ་མི་འདུག་བ། དེ་འདྲས་ཤེས་ཀྱི་ཡོད་རེད་སོ་སོའི་ལྟོ་གོས་ཀྱི་དོན་དག་ལ་བོད་མི་རིགས་དང་རྒྱལ་ཁབ་བཙོང་ཐུབ་ཀྱི་ཡོད་རེད་བ། དེ་འདྲས་ཀྱི་ངོ་ཚ་ཡ་མེད་པའི་ཤུག་གུ་དཀར་བོའི་ཡི་གེ་ནག་པོ་ཁྲིད་ནས་དེ་འདྲས་ཤེས་ཀྱི་ཡོད་རེད་བ། གནས་སྟངས་དེ་འདྲས་ཀྱི་ཆགས་ཐུབ་ཀྱི་ཡོད་རེད་དེ་ཚོའི་གྲས་དེ་ད་དུང་ངོ་ཚ་ཡ་མེད་ཁྱོད་ཚོ་འདྲས་ཁ་ཤས་ངས་མཐོང་གི་འདུག་རེད་བ། ད་ང་ཚོ་འདི་ཨ་ནི་ཅིག་ས་གནས་དེ་བ་རི་ཡ་སྐྱང་ཁུལ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་ཡང་སེ་བསྐྱང་གི་ཡོད་རེད། དེ་འདྲའི་ཡིན་དུས་སྐུ་མདུན་ཕེབས་པའི་སྐབས་སུ་ལ་ཡ་ཙི་དཔྱད་ནར་དཔྱད་ཐུག་ཏུ་ནར་ཆེ། དཔེ་དེ་དཔེ་ཀོ་ས་ལ་ཐུག་ཏུ་མ་ཐུག་སི་འདྲ་བོ་ཆི་ཁ་ཞིག་འདུག་དོན་དག་ངོ་མ་ཐུག་ལ་ཡ་སོ་ཚུལ་གྱིས་ངུ་ནས་དྲ་ནས་རྒྱབ་ལོག་དེ་ལ་ཡ། ཨ་ནི། མ་བྷི། ག་ཚུལ་ག་ཚུལ་བཤད་ཤེས་བ། སྐྱག་རྫུན་ག་ཚུལ་བཤད་ཤེས་བ། ཧམ་པ་དང་ཁྲམ་པ་ག་ཚུལ་བཀྲིས་ཤེས་བ་དེ་ཚུལ་བཀྲལ་ཏེ་ཚང་མ་བད་ནས་རོ། ཨ་ཙི་མི་དེ་ཚོ་ངུ་ནས་དྲ་ནས་གསོན་འདྲེ་བསད་དེ་དངོས་གནས་འདི་འདྲས་ཡིན་ས་རེད་བསམ་གྱི་ཡོད་ངེས་འདུག་ལྟས་བར་བ་ཡ། འདི་འདྲའི་སྐད་གནས་ཅིག་ཡག་པོ་མ་རེད། ག་རེ་ཟེར་ཚོ་ན་ཡ། ང་རང་ཚོ་སྐྱབས་མགོན་རྒྱ་བ་རིན་པོ་ཆེ་ལ་དད་པ་དང་ཡིད་ཆེས་ཡོད་པ་ཡིན་ན། དྲང་པོ་གཅིག་དང་བདེན་པ་གཅིག་ལམ་ལ་འགྲོ་དགོས་རེད་མ་གཏོགས་ཅི་ལ་ཧམ་པ་དང་འཁྱོག་བཤད་ལོག་བཤད། འདི་འདྲའི་གི་ཐོག་ནས་སོ་སོའི་ལྟོ་གོས་ཀྱི་དོན་དག་ལ་སྤྱི་ཚོགས་དཀྲུག་བྱེད་ཆོལ་ཁ་ཁ་ལ་འཁེལ་བྱེད་ཡོང་པ་ཡིན་ན་དེ་རྩ་བ་ཉིད་ནས་འགྲིག་གི་མེད་པ་རེད་ཟེར་བྱེད་འདུག་ཚིག་ཐག་ཆོད་པོའི་སྒོ་ནས་ཞུ་ཡག་ཏུ་སྐད་མ་འདུག་ཟེར་བཞིན་ཡིན། ད་མང་པོ་ཞུ་གི་མེད་འདི་ནང་ལོགས་ཞུ་ནས་ཅིག་གར་ཟེར་བ་རེད། དུས་ཚོད་ཟེར་གི་མི་འདུག། ད་འདི་ནང་ལོགས་ལ་ཡ། མཐའ་མ་དེ་ལ་ཡ་ད་ད་འདའི་ཅལ་དྲག་བཏང་གིན་ཡོད་པ་ཡིན་ན་འདྲ། ཨ་ནི་ཕྱི་དྲིལ་ཁྲིམས་ཞིབ་ཁང་དུ་ཚུད་ག་རེ་བཏང་ཡོང་པ་ཡིན་ན་ད། རྒྱུ་མཚན་མང་པོ་ཅི་མ་ཨ་ནི་ང་རང་ཚོ་བལྟས་ཡོང་པའི་རྒྱུ་མཚན་ལ་བལྟས་དུས། གང་ལྟར། དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་གི་ཕྱག་ལས་དུས་ཚོད་ཅིག་དཔེ་དྲང་པོ་ཅིག་དང་བདེན་པ་ཅིག་དང་དེ་འདྲས་ཀྱི་ལམ་ལ་ཡ་ཅིག་འགྲོ་ཡོང་དུས། ཡེ་བ་ཡ་དེའི་གཞི་ཉིན་གྱི་ཨ་ནི་ཆོལ་ཁའི་ཞེན་ཁོག་སྐམ་པོ་གྱིས་དེ་ཉིན་ཨ་ནི་ཅིག། སྡེ་བ་ཡང་གངས་སྐྱིད་ནང་ལོར་ཆ་བཞག་བས་ན་ད་ཆ་གེགས་འགོག་ཁ་ཤས་ཡོང་གི་ཡོད་རེད་ཆོལ་ཁའི་ཞེན་ཁོག་སྒམ་པོ་ཁེལ་ཆེད་ཕི་ཁའི་ནང་ལ་འོ་མེད་ཚེ་ཕི་ཁའི་ནང་ལོར་ལ་ཡ་ཨ་ནེ་ཏིང་མོ་དང་ཡེ་བ་ཟས་བྱས་ནས་གངས་སྐྱིད་དེ་དེ་ཡིན་དེ་འདྲ་ཁ་ཤས་ཡོད་རེད་ཁོང་ཚོས་དེ་ལ་ཁེབ་བསང་རག་གི་ཡོད་ས་མ་རེད་བ། དཔལ་ལྡན་མཁས་དབང་བློ་བཟང་སེང་གེ་ཆོས་ཀྱི་དྲང་པོ་གྱི་བསྟན་པ་ཅིག་ལམ་ལག་ལ་འགྲོ་ཡོད་དུས་ཨ་ནེ་ཁོང་ཚོའི་ཁྲིད་ལ་ཁེབ་བསང་དེ་མ་རག་བ་ཡིན་ཙང་ད་ཁོང་ཚོས་དེ་རྦད་དེ་ཁུར་ར། ཨ་ནེ།

དེ་འདྲས་ཡིན་དུས། ཁོ་རང་ལ་ཡང་རྒྱ་གར་ནང་ལོགས་ལས་ཅིག་ཆིབས་བསྒྱུར་བསྐྱངས་བའི་སྐབས་སུ་ལ་ཅིག་བསླབ་གྲྭ་རེད་ད་ག་ནང་བཞིན་ཆོས་འདུལ་དཔོན་རེད་དུས་སུ་ཚང་མ་གི་གུས་བཀུར་ག་ཚད་ཞུ་གི་འདུག་ཆེ་མཐོང་ག་ཚོད་ཞུ་གི་འདུག་ད་ག་ནང་བཞིན་གྱི་ཨ་ནི་ཅིག་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་བ་ཅིག་གནད་འགག་ག་བ་ལ་ཕེབས་པ་ཡིན་ན་ཡང་མི་སྣ་ཚོ་རེ་ཅིག་ཚང་མ་ལོ་ཚང་ག་ཤེས་ཤེས་ག་ག་བྲུའི་ངང་ནས་ཞེད་དང་ཞབས་རོ་བྱེད་ནས་གྲོ་སོ་ཆེ་མ་གེ་ཅིག་ཕེབས་ཀྱིན་ཞུ་གི་འདུག་ད་དེ་འདྲས་ཀྱི་ང་རང་ཚོ་ལ་ཡང་བ་འདི་སྲིད་སྐྱོང་མཁས་དབང་བློ་བཟང་སེང་གེ་མཆོག་འདི་འདྲས་ཀྱི་ངོ་ནས་དྲ་གནས་ཀྱི། རླབས་ཆེན་གྱི་དབུ་ཁྲིད་ཅིག་ཡོད་རེད་དེ་ལ་ཡང་ང་རང་ཚོ་དགའ་བསུ་ཞུ་དགོས་ཀྱི་ཡོད་རེད་དེ་ལ་ཡང་ང་རང་ཚོ་མིག་དཔེ་བལྟ་དགོས་ཀྱི་ཡོད་རེད་མ་གཏོགས་ཅི་ལ་ཡ། ད། སྤེན་པ་ཚེ་རིང་ངོ་ལ་བལྟས་པ་ཡིན་ན། དངོས་གནས་དྲ་གནས་ཀྱི་རྫབ་དོང་ནང་ལ་གཡུག་གི་རེད་ཟེར་ཞེས་ལྟ་ཐུག་ཟེར་ནས་ཡང་ཞུ་གི་ཡིན། ང་རང་ཚོ་བྱ་ཆུ་འཐུང་ཁ་མིག་ཡ་བལྟ་ཟེར་གཏམ་དཔེ་ཅིག་ཡོད་རེད་བ། བུ་འགོ་ཆུ་འཐུང་ཁ་མིག་མ་བལྟ་ཟེར་དེ་བྱེད་རྒྱུ་ཡོད་མ་རེད། བྱ་ཆུ་འཐུང་ཁ་མིག་ཡ་བལྟ་ཟེར་བ་ནང་བཞིན་བྱེད་ཅེས་དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་གིས་བོད་མིའི་བདེ་སྡུག་གི་དོན་དག་ལ་ཕྱག་ལས་ག་རེ་གནང་གི་འདུག་འོ་དེ་ཚོ་ལ་ཡ་ཁ་མིག་ཡ་བལྟ་བྱེད་དགོས་ཡ་གཅིག་དང། ལྟས་ངན་སྤེན་པ་ཚེ་རིང་གིས་ཡ་ཨ་ནི་སྤྱི་ཚོགས་ནང་གཏོར་བཤིག་བཏང་ཞེས་ཆོལ་ཁའི་ཞེན་ཁོག་སྐམ་པོ་ཁེལ་ཅིག་སོ་སོའི་རྐུབ་བཀྱག་ཐོན་ནོར་འདི་འདྲས་ཀྱི་ཕུ་དཀྲུག་མདའ་དཀྲུག་བྱེད་བསྡད་པ་དེ་བོང་གུ་ཆུ་འདུག་ཁ་མིག་མ་དག་ཟེར་འོ་འདི་བྱེད་དུས་དེའི་རྐུབ་ལ་འགྲོ་རྒྱུ་མེད་བ་དེ་གསལ་བོ་ཞུ་བྱ་རེད་ཞུ་གི་ཡིན་དེ་འདྲས་ཡིན་ཙང་ད་མཐའ་མ་དེ་ལ་ཡ་ཨ་ནི་ངས་ང་རང་ཚོ་ཨ་ནི། ལྟ་བའི་མིག་དང་ཁོ་བོའི་ཉིན་གཅིག་ནོར་གོང་ལོ་སྐྱབས་མགོན་ཡེ་ཤེས་ནོར་བུ་མཆོག་དང་དག་སྣང་ཞིང་གི་ཡན། དཔལ་ལྡན་མཁས་དབང་བློ་བཟང་སེང་གེ་མཆོག་གི་དབུ་ཁྲིད་པའི་འཛིན་སྐྱོང་བཀའ་ཤག་ལྷན་རྒྱས། མཆོག་ལ་ཡང། སྐུ་ཁམས་བཟང་ཞིང་སྐུ་ཚེ་རིང་བ་དང་ལས་དོན་མཐའ་དག་ལེགས་གྲུབ་ཡོང་བའི་བཀྲ་ཤིས་སྨོན་ལམ་གདུགས་སུ་གཞུག་ཡོན་ཚང་མ་ལ་བཀྲ་ཤིས་བདེ་ལེགས།